འདི་བརྒྱུད་ནས། ང་ཚོས་བོད་ཀྱི་མིང་གྲགས་ཆེ་བའི་ཁེ་ལས་བཅུ་ཐ་མ་ངོ་སྤྲོད་བྱེད། དང་པོ། སྲོང་བཙན་ཁེ་ལས་ལ་མཚོན་ན་མགྲོན་ཁང་ལས་རིགས་ཡིན་ཏེ། རྒྱལ་སྤྱིའི་ཕྱོགས་གང་མང་ནས་གྲུབ་འབྲས་ཆེན་པོ་ཐོབ་ཡོད་ལ། ད་ལྟ། སྲོང་བཙན་མགྲོན་ཁང། བཅོ་བརྒྱད་ལྷག་ཡོད། ཨ་རིའི་ཡུལ་སྐོར་དྲ་རྒྱ Tripadvisor ཁྲོད་ཀྲུང་གོའི་ཆེས་མཆོག་ཏུ་གྱུར་བའི་མགྲོན་ཁང་གཉིས་ཀྱི་རྩ་དངོས་ནང་དུ་བརྩིས་ནས་དགའ་བསུ་ཆེན་པོ་ཐོབ་ཡོད། གཉིས་པ། ལྡི་ལི་སི་ལ་མཚོན་ན་མཛེས་ཆས་ལས་རིགས་ཀྱི་ཁེ་ལས་ཤིག་ཡིན་པར་མ་ཟད། བོད་ལྗོངས་ནས་ཆེས་མིང་གྲགས་ཆེ་བའི་མཛེས་ཆས་རྟགས་མ་དེ་ཡིན་ལ། ད་ལྟ། དྲ་རྒྱའི་ཐོག་ན་ཡང་མིང་གྲགས་ཆེན་པོ་ཡོད། གསུམ་པ། མཁྱེན་ལི་ལྟ་བུར་མཚོན་ན་ལག་ཤེས་བཟོ་ལས་ལས་རིགས་ཁྲོད་དུས་རྒྱུན་དཔེ་འཇོག་ས་དེ་ཡིན། ཁྱིམ་རྒྱུད་འདིར་ལོ་ངོ་ཉིས་བརྒྱ་ལྷག་གི་སང་ལི་མ་གི་ལུགས་རྒྱས་པའི་རྒྱུད་འཛིན་ཡོད། ཁོ་ཚོར་སང་སྐུ་ལས་གཞན་ད་དུང་དེང་རབས་དེང་དཔྱོད་ཀྱི་ལག་ཤེས་ཐོན་རྫས་ཡང་མང་པོ་ཡོད། དེར་མ་ཟད་བོད་ཏཱ་ལའི་གནའ་རྫས་སླར་གསོའི་ལས་ཀའི་ཁྲོད་ཡང་ཉག་ཆེན་པོ་ཐོན་ཡོད། བཞི་བ། ལྷག་ཡིག་ལྟ་བུར་མཚོན་ན་བོད་རང་གི་ཐོན་ཁུངས་ལ་རང་གིས་བདག་པོ་བརྒྱབ་ནས་རྐོ་བའི་ལས་རིགས་གཉེར་བཞིན་པའི་ཁེ་ལས་ཤིག་ཡིན། ད་དུང་སྐྱེ་ཁམས་སྲུང་སྐྱོབ་དང་འབྲོག་པའི་འཚོ་བའི་ཁོར་ཡུག་རྒྱུད་འཛིན་རིག་ནས་ཡང་ཚིགས་སུ་འཛིན་པ་ཞིག་ཡིན། རྔ་བ། སེམས་ཀྱི་ཉེར་བསྡུས་སྦི་རག་ནི་ང་ཚོས་དུས་རྒྱུན་རྒྱ་སྐད་ཀྱི་ལམ་ནས་ཤང་ཀི་ལི་ལ་ཕི་ཅོ་ཟེར་བ་དེ་ཡིན་ལ་ཁེ་ལི་འདི་ལྟ་བུར་མཚོན་ན་ང་ཚོའི་བོད་ཀྱི་ནུས་ཆུང་ཁེ་ལི་ནི་ཆེས་མིང་གྲགས་ཆེ་བའི་ཁེ་ལི་དེ་རེད། ད་དུང་བི་ལོ་ཟེར་བ་འགྲན་བསྡུར་དང་ཀྲུང་གོའི་སྲིད་པའི་སྦི་རག་སོགས་བྱ་དགའ་མང་པོ་ཐོབ་ཡོད། དྲུག་པ། དགོན་པ་བཅས་འགོ་ལ་མཚོན་ན་སློབ་ཆེན་སློབ་མའི་ལུས་སྟོད་བྱས་ནས་ད་ལྟ་གྲུབ་འབྲས་ངེས་ཅན་ཐོབ་ཡོད་པའི་ཁེ་ལི་གསར་བ་ཞིག་རེད། སྒོམ་པ་ཁེ་ལས་ལ་མཚོན་ན་སྒོམ་པ་ཨར་ལས་སྒོམ་པ་ཇུས་འགོད་སྒོམ་པ་ཕྱི་རྟགས་སྒོམ་པ་བརྙན་ལས་སོགས་ལས་གཉེར་བྱེད་བཞིན་པའི་ལས་བཟོ་བ་སུམ་ཅུ་ལྷག་གི་གྲུབ་པའི་གསར་སྐྱེས་ཁེ་ལས་ཤིག་རེད། བདུན་པ། གནས་རི་ལྟ་བུར་མཚོན་ན་ང་ཚོའི་བོད་ཀྱི་གྱོན་གོས་ལས་རིགས་ནང་ཆེས་མིང་གྲགས་ཆེ་བའི་གྱོན་གོས་ཁེ་ལས་ཤིག་ཡིན་ལ་ཁོ་ཚོའི་གྱོན་གོས་ལ་གཞན་དང་མི་མཚུངས་བ་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་ལ་ང་ཚོའི་བོད་ཀྱི་ན་གཞོན་ཁག་གི་དགའ་བསུ་ཐོབ་ཡོད་པར་མ་ཟད་རྒྱ་ནག་གི་ཁྲོམ་རའི་ནང་ཡང་ཁས་ལེན་ཆེན་པོ་ཐོབ་ཡོད། བརྒྱད་པ་བོད་པའི་ཤོམ་སྟ་བར་མཚོན་ན་ང་ཚོའི་བོད་ཡིག་གི་ཤོམ་རུས་ལྟ་བའི་ནང་ཆེས་མིང་གྲགས་ཆེ་ཤོས་དང་ཆེས་ཆེ་ཤོས་དེ་འབུར་ཞལ་དེ་ནི་མིའི་རིགས་ཀྱི་འཛུལ་ཞུགས་ཀྱི་ལྟ་བ་དང་བོད་ཀྱི་གྱོན་གོས་རིགས་ནས་འགྲེམས་སྟོན་བྱེད་སའི་ལྟ་བ་གལ་ཆེན་ཞིག་ཡིན་ལ་ད་བར་དུ་ང་ཚོའི་བོད་ཡིག་དུ་ཐེངས་བཅུ་ལ་འགྲེམས་སྟོན་བྱས་ཡོད་ལ་སྤྱི་ཚོགས་སྟེང་ནས་ཡང་ཁས་ལེན་ཆེན་པོ་ཐོབ་ཡོད། དགེ་བ་ཨ་རོགས་ཁམས་པ་ལྟ་བུར་མཚོན་ན་དེ་གཞན་དང་མི་འདྲ་བའི་ཁྱད་ཆོས་ཡོད་ལ། ད་ལྟ་ལྷ་ས་དང་ཡུན་ནན་སོགས་རྒྱལ་ནང་དུ་མགྲོན་ཁང་བཅུ་བཞི་ལྷག་ཡོད། ཁོ་ཚོས་རྐང་ཐང་ཡུལ་སྐོར་དང་མིའི་རིགས་རིག་གནས་དེང་རབས་སྒྱུ་རྩལ་ལག་ཤེས་བཟོ་ལས་སོགས་འདུས་པའི་བོད་ཀྱི་རིག་གནས་ཡུལ་སྐོར་ལྟ་བུ་ཞིག་དང་ཚོར་ཉམས་ལེན་བྱེད་སའི་མགྲོན་ཁང་གལ་ཆེན་ཞིག་ཡིན། བཅུ་བ། ཨ་ཅག་ལྷ་མོའི་རྟགས་ཅན་གྱི་གྱོན་གོས་ནི་ཨ་ཅག་ལྷ་མོ་རང་གིས་གྱོན་གོས་བྱེད་བཞིན་པའི་བོད་ཀྱི་སྤུས་རྟགས་ལྡན་པའི་ཚོང་རྟགས་ཤིག་ཡིན། ཨ་ཅག་ལྷ་མོ་རྟགས་ཅན་གྱི་སྐྱོན་གྱིས་ནི་རྒྱལ་སྤྱིའི་མི་ལན་ཧྲི་ཀྲང་དང། རྒྱལ་ནང་གི་མིང་གྲགས་ཅན་གྱི་སྐྱོན་གྱི་བྱ་འགུལ་ཁྲོད་ནས་དུས་རྒྱུན་དུ་མཐོང་ཐུབ། མཇུག་མཐར་ང་ཚོས་མཉམ་འཇོག་དགོས་ས་ཞིག་ཡོད་པ་ནི། གོང་གི་ཁེ་ལས་འདི་དག་ངོ་སྤྲོད་བྱེད་སྐབས་ཚོང་རྟགས་དེ་དག་མེད་ན་དངོས་ནས་ངོ་སྤྲོད་བྱེད་དཀའ་མོ་ཞིག་རེད། དེ་བས་ང་ཚོའི་བོད་ཀྱི་ཁེ་ལས་ཚང་མར་རང་གི་ཁེ་ལས་ལ་བདག་དབང་ཡོད་པའི་ཚོང་རྟགས་ཤིག་ཡོད་རྒྱུ་ནི་ཧ་ཅང་གལ་ཆེན་པོ་འདུག་བཀའ་དྲིན་ཆེ།